ཁམས་བྲག་མགོ་རྒྱལ་རོང་དགོན་པའི་ལོ་རྒྱུས། གླིང་ཆེན་ལྔ་ཡི་བདག་ཉིད་དུ་གྱུར་པའི་འཛམ་གླིང་ས་ཁོངས་ཆེན་མོའི་ཡུམ་རྩེར་གནས་པའི་གཞུང་སྦུག་གི་གཞི་ཁྲིམས་གྲོ་མོ་ནི་ས་སྐྱའི་རྡོ་གཅལ་སུ་བཟུང་བའི་གུང་ཆུང་ཁ་བ་རིག་པའི་ཕ་ཆོས་གཡུང་དྲུང་བོན་རིན་པོ་ཆེ་ནི་ས་མཐོའི་ཞིང་ཁམས་འདིར་སྲིད་པ་ཇག་པའི་དགོན་རྒན་ཞིག་ལས་མདོ་གསུམ་ཇག་པའི་བ་མོ་ཞིག་ནི་ནམ་ཡང་མ་ཡིན་མོད། འོན་ཀྱང་ཁྱིམ་ཚན་གྱི་ཡུལ་གྲུ་དུ་མ་ཞིག་ནས་གཡུ་འཕྲོར་གྱི་ཚ་རྡུལ་ངན་པ་དུམ་ཞིག་གོང་ཚོང་གི་ཕ་ས་འདི་རུ་འཚོལ་ཏེ་སྲིད་པའི་གོང་རྒྱ་རི་བོ་འབག་བཙོག་གི་དྲ་བར་བཅུག་ཅིང། བཞུད་ལ་ཉེ་བའི་གནས་སུ་བསྐྱོད་སྐབས། ཐབས་མཁས་ཐུགས་རྗེ་ཅན་གྱི་དགོངས་ཞེན་རིག་འཛིན་གོང་མ་དང་ཚེ་དར་སྐྱེས་ཆེན་རྣམ་པ། གཡས་རུའི་སྟོན་པ་སྐྱོབ་བགྱིད་སྨིན་རུའི་མཁན་རབས་རང་བྱུང། ཤར་རྫ་འཇའ་ལུས་ཡབ་སྲས་ནས་ད་ལྟའི་དྲིན་ཆེན་མཁན་སློབ་ཉི་ཟླ་ཟུང་རལ་གྱི་བར་དུ་བྱུང་བས། བླ་མ་དགེ་བཤེས་རྣམ་པའི་ཚེ་སྲོག་གི་འགྲོ་གྲོན་ཕྱིས་ཀྱི་ཕྱིས་དུ་ཕུལ་བས། དེང་སྐབས་འཛམ་གླིང་རྒྱལ་སྤྱིའི་རིམ་པའི་ཁྲོད་དུ་ངོར་རིན་ཆོག་པའི་ནོར་བུ་དོང་ཙེ་ཞིག་ཏུ་གྱུར་ཡོད་པ་ནི་ཡོངས་སུ་གྲགས་ཤིང་གྲོགས་པོ། ཁམས་བྲག་མགོ་རྒྱལ་རོང་དགོན་ཕག་ན་དུང་ཐོག་དུས་རབས་བཅུ་གཅིག་པའི་གོང་དུ་བོན་གྱི་བླ་མ་ཁྲོ་ཚོམ་འབྲུག་ལྷས་བཞེངས་པའི་ཁྲོ་ཚོམ་དགོན་ཞེས་པ་ཞིག་ཆགས་མྱོང་ཡོད་པས་ལོ་རྒྱུས་ལུང་པ་འདི་ཡི་རྒན་རབས་དག་གི་ངག་ལས་ཐུག། སྐད་རྒྱུད་གཞན་ཞིག་ནི་འདུལ་དགྲ་ཁྲི་ཕྲད་འཛོམས་པའི་ནང་ཁྲི་ཚོགས་དགོན་ཞེས་འབོད་པ་ཡང་མཆིས། དགོན་པ་ཆགས་ས་ནི་ད་ལྟ་རྒྱ་རོང་དགོན་པའི་ཡུལ་ལྷ་ཀོ་ལྷ་ཡུམ་དགོན་གྱི་འདུས་ཚོགས། ཡུལ་སྐྱོང་གནས་རི་སྟག་རྩེ་སྤུན་གསུམ་གྱི་གཡུང་ཚོགས། རི་ངོགས་སུ་དགོན་ཤོར་དང་བཅས་འཇགས་དུས། དུས་རབས་བཅུ་བདུན་པ་ནས་ཁམས་ཚོགས་སུ་གྲུབ་མཐའི་གཙོ་རྙོག་ལངས་ཏེ། ཆོས་སྲིད་འཐབ་རྩོད་ནང་དུ་དགོན་པ་དེའང་མེད་ལས་དུ་གྱུར་ནས། ད་ལྟ་དགོངས་ཤོར་གཙང་མ་གཏོགས་མི་ཡིས། སྤྱི་ལོ་གཅིག་སྟོང་དྲུག་བརྒྱ་ལོ་རྒྱལ་རོང་དགེ་བཤེས་ཁོ་མགོ་རྫོང་ཡོར་དུ་དགེ་བཤེས་ནོངས་སོགས་གཡུང་དྲུང་ཡེ་ཤེས་བཀའ་འཁྲུངས། ཁོང་དགུང་ལོ་སུམ་ཅུ་སོ་གཉིས་སྟེང་རང་མགོ་སྦྱར་རྒྱལ་རབས་པར་ཕེབས་ཏེ། ཁམས་ཚོགས་ཀྱི་བསྟན་པའི་བདག་པོ་ལྟ་བུ་འབྱོར་ཞིང། སྤྱི་ལོ་གཅིག་སྟོང་དྲུག་བརྒྱ་སུམ་ཅུ་སོ་བཞི་ལོར་ཁམས་བྲག་མགུལ་ནུབ་བརྒྱུད་ཤེལ་ཆུ་སྔོན་མོ་དར་གྱིས་བབས་པའི་གཡས་སྔོ་ཁྲོ་བོ་དབང་ཆེན་དང་མ་རྒྱུད་ཐུགས་རྗེ་ཉི་མའི་གནས་རི། མཁའ་འགྲོ་འབུམ་ནལ་གྱི་མདུན་ཞོར། སྟོན་ལུང་ཡུང་བན་དང་ས་སྔོན་སོགས་རྫོགས་པ་ཆེན་པོ་ཨ་ཁྲིད་ཀྱི་བླ་རབས་དུ་མའི་སྒྲུབ་གནས་ཁྱད་པར་ཅན་གྱི་ཆར་གཏོགས་པའི་ས་ཆ་དེར་དགོན་པ་ཞིག་བཏབ། དགོན་པའི་མཚན་ལ་གཏོ་དགོན་གཡུང་དྲུང་བརླན་སོགས་ཡོངས་གྲས་སུ་རྒྱ་རོང་དགོན་ཞེས་སུ་གྲགས་ཏེ། བཤད་སྒྲུབ་ཀྱི་བསྟན་པར་རྒྱ་ཆེར་སྤེལ། ད་ལྟ་ཡིན་ན་ཟི་གྲོང་ཞིང་ཆེན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་རང་འགོ་རྫོང་ཡར་སྡེ་གཞུང་སྟོང་མདའ་གྲོང་པི་རྒྱ་སྔོ་ན་ཡུལ། དེའི་སློབ་མ་རྟོགས་ལྡན་གཡུང་དྲུང་རྒྱལ་མཚན་དང་དགེ་བཤེས་གཡུང་དྲུང་བསྟན་འཛིན་སོགས་དུ་མ་བཙོང་ནས་གཡུང་དྲུང་བོན་གྱི་བསྟན་པ་ཚོགས་སྐྱོ་ཀུན་ཏུ་སྤེལ། དེ་ནས་རྩ་ར་རྟོགས་ལྡན་འོ་ཟེར་རྒྱལ་མཚན་དང་དགུ་ན་མཚམས་རྒན། སྤྲོ་དགའ་ཚེ་དབང་གཡུང་དྲུང་སྤྲོ་དགའ་བཀྲ་ཤིས་དོང་སྤྲུག་སོགས་ཀྱི་དགོན་འདི་ཉིད་བདག་སྐྱོང་གཟིགས་ཏེ་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ཉམས་མེད་རྒྱུན་སྐྱོང་གཟིགས། སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་བརྒྱ་ཅུ་གྱ་གཉིས་ལོར་བླ་སེར་འཇའ་ལུས་པ་ཟླ་བ་གྲགས་པ་ཁམས་སྡེ་དགེ་རྩ་སྟེང་ཆེན་དགོན་དུ་སྐུ་འཁྲུངས། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་བདུན་ལོར་ཁམས་བྲག་མགོ་རྒྱ་རོང་དགོན་དུ་ཕེབས་ཏེ་དགོན་པའི་ཡེབ་ཚོགས་ཀྱི་རི་ངོགས་སུ། ཤོག་ལོ་བསམ་གཏན་རིགས་དྲུག་སྐྱེས། བཙུན་མིང་བདུད་སྡེ་ཞེས་བཙོག་ནས། སྒོམ་སྒྲུབ་ཀྱི་བསྟན་པ་རྒྱུད་སྐྱོང་གནང་སྟེ། བུ་སློབ་སུམ་ཅུ་ལྷས་འདུས་ནས་གོང་བསྟན་ཚོགས་མི་སྤེལ། མཐར་སྐྱེས་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་ལོར་གཉིས་ཡོར་བམ་བདག་བདེ་ཆེན་བསམ་གཏན་གླིང་དུ་འཇའ་ལུས་འཕོ་བ་ཆེན་པོའི་སྐུར་གཤེགས། དེ་རྗེས་ཁོང་གི་དངོས་སློབ་དམ་པ་རྫ་བླ་བཀའ་ཟུར་སློབ་སྒྲོན་ལགས་ཤོག་ལོ་བསམ་གཏན་རིགས་དྲུག་ཏུ་ཕེབས་ནས། རི་གྲོང་སྒོམ་གསུམ་ལ་གཟིགས་སྐྱོང་གི་བཀའ་དྲིན་བླ་མེད་མཛད། དེ་ནས་རིག་གསར་སྐབས་སུ་དགོན་པ་འདི་ཡུལ་སྒོ་ཁམས་སྐྱེ་ལྟར་ཆགས་འཇིག་ཏུ་སོང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱ་ཆུ་འཇག་གསུམ་ལོར་བྲག་མགོ་རྫོང་སྲིད་གཞུང་གི་ཆོམ་ཆེན་ཐོབ་སྟེ་འཇའ་ལུས་པ་ཟླ་བ་དྲག་པོའི་སྤྲུལ་སྐུ། མཆོག་སྤྲུལ་ནམ་མཁའ་འོད་ཟེར་བཙོང་ནས། མི་སྡེ་ལྷ་སྡེ་དང་མཉམ་དུ་བོན་བསྟན་བླ་སྲོག་དང་དགོན་པར་སྐྱབས་གཞན་གྱི་གཙོ་འགན་བཞེས། དེ་ནས་མཆོག་སྤྲུལ་ནམ་མཁའ་འོད་ཟེར་གྱི་ཐུགས་བཀུག་དང་རྒྱལ་རོང་སྡེ་དགོན་སྐྱེ་ཡི་རེ་འདུན་ལྟར། བླ་མ་འཇམ་དཔལ་རྒྱ་མཚོའི་ཐུགས་ཀྱི་གཙོ་བཞེས་གནང་ཞིང་རོང་ཀོང་དུ་ཕེབས་ཏེ་དགོན་པ་བདག་གཉེར་དུ་སློབ་མ་གསོ་སྐྱོང་གནང། སྤྱི་ལོ་ཉིས་སྟོང་བརྒྱ་དམིགས་བཅུ་དམིགས་བདུན་ལོར་རྒྱལ་རོང་གཡུང་དྲུང་ཡེ་ཤེས་ཀྱི་ཡང་སྲིད་མཆོག་ཁྲོ་འཆི་མེད་གཡུང་དྲུང་རིན་པོ་ཆེས་དགོངས་ཏེ་བསྟན་པའི་བདག་པོ་རུ་བསྐོས་ཤིང། མི་འཇིགས་སེར་གྱི་ཁྲི་ལ་མངའ་ཟོར་གྱི་མཛད་སྒོ་རྒྱ་ནོམ་པ་འཚོགས།

ལྷག་པར་དུ་རོང་གོང་དུ་ཚོགས་ཆེན་བསྡུ་སྐོང་སྤུས་ཚོགས་སྒྲོ་བཏགས་པ་ཕྱི་ནང་གི་བཀོད་པ་བརྟན་དང་བརྟན་པ་གྱ་ནོམ་པ་ཞིག་བཞེངས་གྲུབ་མཛད་དེ་སྔར་ལས་ལྷག་པའི་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་ཡོད། སྤྲུལ་པའི་སྐུ་མཆོག་འཆི་མེད་གཡུང་དྲུང་རིན་པོ་ཆེ་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱ་བཅུ་གྱ་བཞི་ལོར། སྐུ་འཁྲུངས་ཤིང་བྲག་མགོ་རྒྱལ་རོང་དགོན་པའི་དགོན་སྡེ་བླ་རབས་བདུན་པ་ཡིན། ཁོང་སྐབས་བྲག་མགོ་རྫོང་སྲིད་གྲོས་རྒྱུན་ལས་ཨུ་ཡོན་དང། རྫོང་ནང་བསྟན་ལས་འཛིན་སོགས་ཀྱི་ལས་འགན་བཞེས་ཡོད། དེ་ཡང་བརྒྱུད་པའི་བླ་རབས་རྣམས་ཀྱི་འབྲོག་ལ་བྱམས་བརྩེའི་ཐུགས་སྨོན་གནང་བ་ཇི་བཞིན་རྒྱལ་རོང་དགོན་འདི་ལ་སྔ་སོར་རྫོང་པོ་རྒྱུན་འཁྱོངས་དང། གོང་སྤེལ་འགྲོ་ཕན་ཇེ་ལེགས་སུ་གཏོང་གིས་སྐུ་ཚེ་ཧྲིལ་པོ་བརྟན་བསྒྲུན་དང་ལུང་པའི་བཞེས་ཡོད། སྤྱི་ལོ་ཉིས་སྟོང་བརྒྱ་མེད་བཅུ་ལོར། ཁྱུང་དཀར་སྒེག་ཞིག་ཟླ་བ་བསྟན་འཛིན་སྟོང་འཁོར་དང་བཅས་པ་དགོན་དེར་བྱོན་ནས། ཁོང་དང་སྤྲུལ་དགོན་འཆི་མེད་གཡུང་དྲུང་རྣམ་གཉིས་ཟུང་འབྲེལ་གྱི་སྒོ་ནས་བཙུན་མིའི་འདུས་སྡེ་གསོ་སྐྱོང་མཛད་ཀྱིན་པའི་སྐབས་སུ་གློ་བུར་དུ་སྐྱེར་བོང་ཕོ་སྐྱེས་དང། སྒོས་སུ་མཁའ་འཁོར་གྱི་བོང་བུ་ཡོངས་སྒོ་དགོན་པ་འདི་ཡི་ལྷག་མའི་སྡེར་སོང་ཡོད་དོ་ཅོག་ལ་བར་ཆད་ངེས་པ་འདི་དང་འཁྲིད་དེ། ཤེས་འཇུག་གཉིས་ལྡན་གྱི་དགེ་བའི་བཤེས་གཉེན་ཆེར་མོ་ཡུ་རན་བསྟན་པར་མ་འོངས་པ། ཞིང་ཁམས་གཞན་དུ་སྐྱེས་སོང། བར་དེར་དགེ་བཤེས་བསྟན་འཛིན་དཀར་གཟུངས་མཆོག་གིས་ཟླ་བ་དྲུག་ཙམ་ལ་དཔེ་ཁྲིད་རྒྱུན་སྐྱོང་མཛད་མཐར་ས་ཆོད་མུན་འཁྲུགས་པའི་རྐྱེན་གྱིས་ཕ་ཡོར་དུ་ཕེབས་དགོས་བྱུང་བ་རེད། དེ་ནས་མཆོག་སྤྲུལ་འཆི་མེད་གཡུང་དྲུང་དང་དགོན་པའི་ལས་སྣེ། ལྷག་བསམ་ཅན་གྱི་གྲྭ་ཕག་སློབ་སྦྱོང་ལ་སྐོམ་པ་ཆུ་འདུག་ལྟར་གྱི་རེ་བ་སྐྱོར་བཞིན་པའི་བཙུན་མ་རྣམས་དང། གཞན་ཡུལ་མི་ལྷ་སྡེ་སོགས་ཀྱིས་གཡུང་དྲུང་བོན་གྱི་བླ་བྲོར་དགེ་བཤེས་རྣམ་པ་ཇི་ལྟར་གསོལ་བ་བཏབ་དོན་བཞིན། བཟའ་བཏུང་སྤྲོ་སྐབས་ཤེས་རབ་བློ་གྲོས་རིན་པོ་ཆེ། པར་སྦྱར་བ་སྨན་རོལ་བའི་མཁན་སློབ་རྣམ་གཉིས་དང། གདན་ས་ཁྲི་བརྟན་ནོར་འཛིན་མཁན་ཆེན་ལུང་རྟོགས་བསྟན་པ་གཡུང་དྲུང་བཅས་ལ་ཡར་གཞོལ་བོད་བས་དཔལ་ལྡན་ཁྲི་བརྟན་ནོར་འོད་ཀྱི་དགེ་བཤེས་ཤེས་རབ་སྦྱིན་པ། རྒྱ་རོང་དགོན་བཙུན་མིའི་ཆེམ་དུས་སྔ་རེག་ནང་བསྟན་སློབ་གླིང་གི་དགེ་རྒན་མངག་གཞིའི་ཞབས་གཞས་རག་བཞེངས། དེ་མཚུངས་སུ་དཔའ་རྟ་ཞི་ཚོང་དགོན་པའི་དབུ་བླ་རྣམ་རྒྱལ་གྲགས་པ་དང། དགེ་བཤེས་ཤེས་རབ་དམ་མཁའི་མཁན་པོ་བསྟན་འཛིན་རྣམ་རྒྱལ་སོགས་ལ་དགུན་ཁྲོར་ཞུ་སྡོམ་བཞིན་གནང་བ་ཐོབ། ད་ཆར་སློབ་གླིང་འདིར་བཙུན་མ་བཅུ་ཕྲག་བཞིའི་ལྷས་ཀྱི་སྦྱར་བ་སྨན་རི་བའི་ལམ་ལུགས་ཇི་བཞིན་ཉིན་རེར་ཆུ་ཚོད་བཅུ་གཉིས་རིང་སློབ་སྦྱོང་ལ་བརྩོན་ཞིང། བདུན་ཕྲག་བཅས་ཀྱི་ནང་གཙོ་སྦྱོར་དམ་བཅའ་ཆེན་མོ་རེ་འཚོགས་ཀྱི་ཡོད་པ་དང། སྒྲུབ་གྲྭ་བ་རྣམས་ཡོངས་འཛིན་ཆེན་མོའི་བཅའ་གཞིའི་སྒྲིག་བཀོད་ཇི་བཞིན་ཐུན་བཞི་དང་དཔེ་ཁྲིད་སོགས་ལ་བརྩོན་གྱི་ཡོད། སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་བཙུན་མ་བརྒྱུད་ལ་བཀའ་རམས་ལྗང་པ་དགེ་བའི་བཤེས་གཉེན་ཆེན་པོའི་མཚན་ལྟས་བསྩལ་ཏེ། དགེ་བཤེས་ཀྱི་མཛད་སྒོའི་ཐོག་ཏུ་སྐུ་མགྲོན་གཙོ་བོ་དཔའ་དྲུང་ཤར་རྫ་པའི་རྒྱལ་ཚབ་མཁན་ཆེན་རིག་འཛིན་དབོན་འཇམ་མཆོག་དང། མཆོག་སྤྲུལ་ནམ་མཁའ་འོད་ཟེར་ཡོངས་སྟོང་སྤྲུལ་སྐུ་བདེ་ལེགས་རྒྱ་མཚོ། བོད་དབོན་གྱི་གྲྭ་ས་གཤེན་བསྟན་སྨན་རི་དགོན་དང་དཔལ་ལྡན་ཁྲི་བརྟན་ནོར་བུ་རྩེ། མདོ་སྨད་རྣོ་རྒྱལ་དགོན་ཆེན་སོགས་ནས་དོང་པི། རམ་བྱང་དགེ་བི་བཤེས་གཉེན་དང་གཤེན་གྱི་རྣམ་འབྱོར་པ། ཁམས་སོག་སྟོད་སྨད་གོང་གསར་སངས་རྒྱས་བསྟན་པའི་དོན་དུ་འཛིན་ཁྲི་སྐྱོང་བཞེས་པའི་བཤད་སྒྲུབ་བློ་ལེན་གྱི་དགེ་རྒན་བཅས་བཅུ་ཕྱེད་བཞི་ལྷག་ཆེད་ཕེབས་གནང། སྟོང་ཆེན་ཆུ་མོ་དགོན་བཤད་སྒྲུབ་འདུས་སྡེའི་དགེ་སློབ་རྣམས་དང། ཉག་རོང་གཡུང་དྲུང་བོན་བཟའ་བཏང་བཙུན་མིའི་བཤད་སྒྲུབ་བློ་ལེན་གྱི་དགེ་སློབ་རྣམ་པ། ཁྱུང་པོ་གདོང་རྫོང་གཤིན་རྩི་སྨན་ལན་གྱི་དགེ་སློབ་རྣམས་གཙོ་བོ་རབ་འབྱམས་བཙུན་མ་སུམ་བརྒྱ་ལྷས་རྒྱལ་རྫོང་རྫོང། ལོ་འདིར་འཐོན་པའི་དགེ་བཤེས་མ་རྣམས་ནི། དགེ་བཤེས་མ་རྨེ་འོད་བཙུན་མ་བདེ་ཆེན་རོང་རིགས་དབུ་མོ་དང། དགེ་བཤེས་མ་མགོ་ཤོར་བཙུན་མ་ཚུལ་ཁྲིམས་ཤེས་རིག་དབུ་མོ། དགེ་བཤེས་མ་བདུན་རིགས་བཙུན་མ་ཁྲི་བཙུན་ཛམ་མ་ལྷ་འཛིན། དགེ་བཤེས་མ་རག་ཤི་བཙུན་མ་ཚུལ་ཁྲིམས་ལུང་རིགས་དཔར་འཛིན། དགེ་བཤེས་མ་བཅུ་ལྔའི་བཙུན་མ་བསམ་གཏན་མི་འཇོག་ལྷ་མོ། དགེ་བཤེས་མ་ཁ་ཤིའི་བཙུན་མ་འགྲོ་བ་སེམས་ཡིད་བཟོ་མོ། དགེ་བཤེས་མ་ཁྱམས་རྡོ་བཙུན་མ་ཛམ་པ་འདུ་འཛི་ལྷ་མོ། དགེ་བཤེས་མ་རྒོད་ནག་བཙུན་མ་གཡུང་དྲུང་རྫོང་ཆོས་ཚད་མ་རྣམས། གཡུང་དྲུང་བོན་གྱི་ཐུན་མིན་མདོ་སྔའི་ཚེམས་སོ་གཞུང་ཆེན་ཡིག་ཆ་མཁས་དང། བུ་ཁ་བའི་ཐུན་མོང་རིག་གནས་བཅས་ལ་ལྗོན་པ་མཐར་བརྩིས་པའི་ཆེ་བསྟོད། བཀའ་རམས་ལྗོན་པ་དགེ་བའི་བཤེས་གཉེན་ཅན་པའི་མཚན་གྱི་སྙན་པ་གསོལ་ཏེ་ཉིན་བདུན་གྱི་རིང་སྦྱར་བ་སྨན་རུས་པའི་ལུགས་སྲོལ་གྱིས་བཞིན་མཛད་སྒོ་རྒྱས་པར་སྤེལ། ཨ་མྱེས་རྫོགས་གསུམ་གྱི་སྒྲུབ་སྒྲིག་ལྕགས་སྐུད་མཐར་སོན་པའི་སྒྲུབ་ཐོང་བབ་ཅོལ་ལ་གཤེན་གྱི་རྣམ་འབྱོར་མའི་མཚན་ལྟས་སྩལ་ཏེ་མཛད་སྒོ་ཐེངས་གསུམ་འཚོགས། སློབ་གཉེར་བ་རྣམས་པ་མཚོ་བར་དུ་རྡོ་ཁུང་སོགས་སྤྲུལ་སྐུ་འཆི་མེད་གཡུང་དྲུང་མཆོག་གི་བཀའ་མངར་གང་ཡང་མེད་པར་གཟིགས་བཞིན་པ་ཡིན་ལ། ད་དུང་ཚོགས་གང་སར་ནས་སློབ་གཉེར་བ་དུ་མ་འདུས་པར་བརྟེན། ཁོང་གིས་བརྩོན་འགྲུས་ཀྱི་ཚེགས་དང་ཡོ་བྱད་ཀྱི་རྒྱུ་སོགས་གང་ཡང་ལ་མ་འཛེམས་པར་བཤད་ཁྲིའི་འདུ་ཁང་དང་རྒྱ་ཁོངས་འབྲོང་བུའི་སྣེ་ལེན་ཁང་སོགས་གྲ་རྒྱས་ལ།